ཡང་དེ་ས་ཡིན་དེ་ན་ཡིན་ཨ་ཁོ་ལ་དེ་མོ་མོ་ར་བ་ཞིག་དུ་དེ་ད་སྲིད་པའི་གུས་པ་ལས་ཐར་ཡང་ཞི་བའི་གུས་པ་ལས་མ་གྲོལ་བའི་ཕྱིར་དང་རང་དོན་ཕུན་སུམ་ཚོགས་པ་ནི་སངས་རྒྱས་ཀྱི་ཆོས་ཀྱི་སྐུ་གསུངས་པའི་ཕྱིར་རོ། དེས་ན་སངས་རྒྱས་ཀྱི་ཡོན་ཏན་ལ་དད་པ་སྦྱངས་ནས་གཞན་དོན་ལྟ་ཞོག་རང་གི་དོན་བསྒྲུབ་པ་ལ་ཡང་སངས་རྒྱས་ཐོབ་པ་མེད་མི་རུང་དུ་མཐོང་ན་ནི་ཐེག་མེད་དུ་མི་ཐོབ་པའི་རྐྱེན་ཆེན་པོར་འགྱུར་རོ། སྔར་བཤད་པའི་སེམས་བསྐྱེད་དང་པོ་གཉིས་ལ་ནི་བྱམས་པ་དང་སྙིང་རྗེས་དྲངས་པ་མི་སྣང་ལ། གསུང་རབ་དང་བསྟན་བཅོས་གཞན་ལས་ཀྱང་སངས་རྒྱས་ཀྱི་གཟུགས་ཀྱི་སྐུ་དང་ཆོས་ཀྱི་སྐུའི་ཡོན་ཏན་མཐོང་ཙམ་གྱིས་དྲངས་པས་སངས་རྒྱས་ཐོབ་འདོད་ལ་སེམས་བསྐྱེད་དུ་བཤད་པ་མང་པོ་སྣང་བ་དང། སེམས་ཅན་ཐམས་ཅད་སངས་རྒྱས་ལ་འགོད་པར་ཡིད་ཙམ་བཅས་པ་ཡང་སེམས་བསྐྱེད་དུ་གསུངས་པར་སྣང་བས་དེ་གཉིས་རེ་རེར་ཡང་སེམས་བསྐྱེད་པ་ཙམ་གྱི་གྲངས་སུ་བགྲང་དགོས་ལ། མཚན་ཉིད་ཡོངས་སུ་རྫོགས་པའི་སེམས། མཚན་ཉིད་ཡོངས་སུ་རྫོགས་པའི་སེམས་ཀྱི་ལྷ་ནི་གཞན་དོན་ལ་འགོད་པར་མཐོང་བ་ཙམ་གྱིས་དྲངས་པའི་སངས་རྒྱས་མཐོང་ཆོས་ཙམ་གྱིས་མི་ཆོག་པས་རང་དོན་ལ་ཡང་སངས་རྒྱས་མེད་མི་རུང་བ་མཐོང་བས་མཐོང་འདོད་དང་དེ་ཡང་གཞན་གྱི་དོན་ཡལ་བར་བཞག་པར་མིན་པར་གཞན་གྱི་ཆེད་དུ་ཡང་དོན་དུ་གཉེར་བ་ཅིག་དགོས་ཏེ་མངོན་རྟོགས་ཀྱི་ལྷ་སེམས་བསྐྱེད་པ་ནི་གཞན་དོན་གཞན་དག་རྫོགས་པའི་ཆོས་མཆོག་ཏུ་བཅས་བྱང་ཆུབ་དང་གཞན་དོན་དོན་གཉེར་གཉིས་ཀ་གསུངས་པའི་ཕྱིར་རོ། རྒྱུ་བྱེད་ལས་སྐྱེ་བ་ནི། རིགས་ཕུན་སུམ་ཚོགས་པ། ད་སྐྱེས་ཐོབ་ཀྱི་པའི་སེམས་པ་བཟང་པོ་ཡོད་དགོས་པ། དེ་འདྲའི་གིས་ད་ཆུ་གཉིས་ཀྱི་སྟོབས་ལས། བྱང་ཕྱོགས་སུ་སེམས་སྐྱེ་བ། དགེ་བའི་བཤེས་གཉེན་གྱིས་ཟིན་ནས་དེའི་རྐྱེན་གྱིས་དེའི་གྲོགས་སྟོབས། ཀྱི་རྐྱེན་གྱིས་ད་གཞན་སྟོབས་ཀྱིས་ཡང་ཅིག་སེམས་སྐྱེ་བ། སེམས་བྱ་ལ་སྙིང་བརྩེ་བ། འཁོར་བའི་དཀའ་སྤྱད་ལ་མི་སྐྱོ་བ་བཞི་ལ་བརྟེན་ནས་སེམས་སྐྱེ་བའོ། སྟོབས་བཞི་ལས་སྐྱེ་བ་ནི་རང་གི་མཐུས་རྫོགས་བྱ་འདོད་པ། ནི་རང་གི་སྟོབས་དང་གཞན་གྱི་མཐུས་རྫོགས་བྱང་འདོད་པ་གཞན་གྱི་སྟོབས་དང་སྔོན་ཐེག་ཆེན་ལ་གོམས་པ། ད་ལྟར་སངས་རྒྱས་དང་བྱང་སེམས་ཀྱི་བསྔགས་པ་ཐོས་པ་ཙམ་གྱིས། སྐྱེ་བ་རྒྱུ་ཡི་སྟོབས་དང། འདིར་དམ་པ་བསྟེན་ཅིང་ཆོས་ཉན་ལ་ཆོས་ཉན་ལ་སེམས་དཔའ་སོགས་ཀྱི་དགེ་བ་ལ་རིང་དུ་གོམས་པ། སྦྱོར་བའི་སྟོབས་བཞི་ལ་བརྟེན་ནས་སྐྱེའོ་དེ་ཡང་རྒྱུ་རྐྱེན་བརྒྱད་པོ་སོ་སོ་བའམ་ཚོགས་པ་ལ་བརྟེན་ནས་རང་དང་རྒྱུ་ཡི་སྟོབས་ལས་སྐྱེས་ན་བརྟན་ལ། རྒྱུ་རྐྱེན་དེ་དག་ལ་བརྟེན་ནས་གཞན་དང་སྦྱོར་བའི་སྟོབས་ལས་སྐྱེས་ན་མི་བདེན་པར་བྱང་ས་ལས་གསུངས་སོ། དེ་ལྟར་བསྟན་པས་དེ་ལྟར་བསྟན་པ་ཕྱི་དང་ཐེག་པ་ཆེན་པོའི་བསྟན་པ་ནུབ་ཏུ་ངེས་ཤིང། སྙིགས་མ་ལས་ཀྱང་ཤེས་ཡོན་རྙིང་བར་གྱུར་པའི་དུས་འདིར་ལེགས་པར་གོ་ནས་སྙིང་ཐག་པ་ནས་སེམས་བས་བསྐྱེད་པ་ཤིན་ཏུ་དཀོན་པར་རིག་པར་བྱས་ལ་དམ་པའི་ཤེས་རབ་བསྟན་ཏེ། འདི་ལྟར་དེ་ཡི་དོམ་གསུང་ཡིན་པ་རེད། དེ་ལྟར་བསྟན་པ་སྤྱི་དང་ཐེག་པ་ཆེན་པོའི་བསྟན་པ་ནུབ་ཏུ་ངེས་ཤིང། དེང་སང་གི་དུས་འདྲ་བར། སྙིགས་མ་ལས་ཀྱང་ཆེས་སྙིགས་མར་གྱུར་པའི་དུས་འདིར། ལེགས་པར་གོ་ནས་སྙིང་ཐག་པ་ནས་སེམས་བསྐྱེད་པ་ཤིན་ཏུ་དཀོན་པར་རིག་པར་བྱས་ལ་དམ་པའི་བཤེས་ལ་བསྟེན་ཏེ་ཐེག་པ་ཆེན་པོའི་སྡེ་སྣོད་ཉན་པ་དང། ཐེག་པ་ཆེན་པོའི་སྡེ་སྣོད་སེམས་པ་ལ་སོགས་པའི་སྦྱོར་བ་ལ་འབད་ཅིང་གཞན་གྱི་དབང་མེད་དུ་བསྐུལ་བ་དང། གཡམ་ལ་རྒྱུག་དང། གསོལ་ཁ་སོགས་ཀྱིས་མི་བྱ་བར་རང་གི་སྟོབས་ཀྱིས་བསམ་པ་ཐག་པ་ནས་སེམས་བསྐྱེད་པའི་རྩ་བ་ཚུགས་པར་བྱ་སྟེ། གསུངས་ཏེ། བྱང་ཆུབ་སེམས་དཔའི་སྤྱོད་པ་ཐམས་ཅད་འདི་ལ་བརྟེན་དགོས་པའི་ཕྱིར་རོ། འདི་ལས་གལ་ཆེ་བ་དང་འདི་ལས་རླབས་ཆེ་བ་ཡོད་མ་རེད། གསུངས་ཡོད་པ་རེད། གཉིས་པ་བྱང་ཆུབ་ཀྱི་སེམས་སྦྱང་བའི་རིམ་པ་ནི། ཇོ་བོ་ཆེན་པོ་ནས་བརྒྱུད་པ་ལ་མན་ངག་རྒྱུ་འབྲས་འདུས་མ་དང། རྒྱལ་སྲས་ཞི་བ་ལྷའི་གཞུང་ནས་འབྱུང་བ་ལ་བརྟེན་ནས་བདག་གཞན་མཉམ་བརྗེའི་བློ་སྦྱོང་བ་གཉིས་སྣང་ངོ། རྒྱུ་འབྲས་བདུན་ནི། རྫོགས་པའི་སངས་རྒྱས་བྱང་ཆུབ་ཀྱི་སེམས་ལས་འབྱུང་ལ། སེམས་དེ་ལྷག་བསམ་ལས་དང། ལྷག་པའི་བསམ་པ་དེ་སྙིང་རྗེ་ལས་དང་སྙིང་རྗེ་བྱམས་པ་ལས་དང་བྱམས་པ་དྲིན་དུ་གཟོ་བ་ལས་དང་དྲིན་དུ་གཟོ་བ། དྲིན་དྲན་པ་ལས་དང་དྲིན་དྲན་པ་ནི་མར་མཐོང་བ་ལས་འབྱུང་བ་འདི་བདུན་ནོ། བདུན་འབྲས་བདུན་ཡོན་སོགས་ཡང་བྱེད། ད་འདི་ལ་གཉིས། རིམ་པ་ལ་ངེས་པ་སྐྱེད་པ་དང་རིམ་བྱེད་དུ་སྦྱང་བ་དངོས་སོ། དང་པོ་ལ་གཉིས་ཐེག་ཆེན་གྱི་ལམ་གྱི་རྩ་བ། སྙིང་རྗེ་བརྟན་པ་དང་རྒྱུ་འབྲས་གཞན་ནོ་དེའི་རྒྱུ་དང་འབྲས་བུར་འགྱུར་ཚུལ་ལོ། དང་པོ་ལ་གསུམ་ལས་ཐོག་མར་གལ་ཆེ་བ་ནི། སྙིང་རྗེ་ཆེན་པོའི་ཡིད་སྐྱོ་ན་སེམས་ཅན་ཐམས་ཅད་འཁོར་བ་ལས་འདོན་པའི་ཕྱིར་ངེས་པར་དམ་འཆའ་བར་འགྱུར་ལ། སྙིང་རྗེ་ཆེན་པོའི་ཡིད་སྐྱོན་དང་ཐོག་མར་གལ་ཆེ་བ་ནི་སྙིང་རྗེ་ཆེན་པོའི་ཡིད་སྐྱོན་ན་སེམས་ཅན་ཐམས་ཅད་འཁོར་བ་ལས་འདོན་པའི་ཕྱིར་ངེས་པར་དམ་འཆའ་བར་འགྱུར་ལ། སྙིང་རྗེ་དམན་ན་དེ་ལྟར་བྱེད་པར་མི་འོང་བས་འགྲོ་བ་མ་ལུས་པར་སྒྲོལ་བའི་ཁུར་ཁྱེར་བ་ནི་དེ་ལ་རག་ལས་པའི་ཕྱིར་དང། ཁུར་དེ་མི་འཛིན་ན་ཐེག་ཆེན་པར་མི་ཚུད་པའི་ཕྱིར་སྙིང་རྗེ་ནི་ཐོག་མར་གལ་ཆེ་བ་ཡིན་ནོ། དེ་ལྟར་ཡང་བློ་གྲོས་མི་ཟད་པའི་བསྟན་པ་ལས་བཙུན་པ་ཤཱ་ར་དུ་ཏིའི་བུ་གཞན་ཡང་བྱང་ཆུབ་སེམས་དཔའ་རྣམས་ཀྱིས་སྙིང་རྗེ་ཆེན་པོ། སྙིང་རྗེ་ཆེན་པོ་མི་ཟད་དོ། དེ་ཅི་ཞིག་ཞེ་ན་སྔོན་དུ་འགྲོ་བའི་ཕྱིར་རོ། གསུམ་པ་ཤ་ཁྲག་འདུ་སྡེའི་བུ། འདི་ལྟ་སྟེ། དཔེར་ན་དབུགས་ཕྱི་ནང་དུ་རྒྱུ་བ་ནི་མིའི་སྲོག་གི་དབང་པོའི་སྔོན་དུ་འགྲོ་བ་ཡིན་ནོ། དེའི་ཕྱིར་ཚུལ་བཞིན་དུ་སེམས་དཔའི་སྙིང་རྗེ་ཆེན་པོ་ནི། ཐེག་པ་ཆེན་པོ་ཡང་དག་པར་འགྲུབ་པའི་སྔོན་དུ་འགྲོ་བ་ཡིན་ནོ་ཞེས་དང། གཱ་ཡཱ་གུ་རི་ལས་ཀྱང། འཇམ་དཔལ་ཞིང་ཆུ་སེམས་དཔའ་རྣམས་ཀྱི་སྤྱོད་པས། རྩོམ་པ་ནི། སྤྱོད་པ་རྩོམ་བྱེད་ཀྱི་ཀུན་སློང་འདྲ་བོ་ནི། རྩོམ་པ་ནི་ཅི། གནས་ནི་གང། འཇམ་དཔལ་གྱིས་སྨྲས་པ། ལྷ་ཡི་བུ་བྱང་ཆུབ་སེམས་དཔའ་རྣམས་ཀྱི་སྤྱོད་པའི་རྩོམ་པ་ནི་སྙིང་རྗེ་ཆེན་པོའོ། གནས་སམ་ཡུལ་ནི་སེམས་ཅན་ནོ་ཞེས་སོ། དེ་ལྟར་དམ་བཅས་པ་དེ་ཡང་ཚོགས་གཉིས་རྒྱ་ཆེན་པོ་ལ་མ་བསླབས་ན་མི་འགྲུབ་པར་མཐོང་ནས་བྱ་དཀའ་བས་ཚོགས་རྒྱ་ཆེན་པོ་ལ་འཇུག་པས་ན་སྤྱོད་པ་ལ་འཇུག་པའི་རྟེན་ནོ། ཟླ་ཉི་ཤུ་ཆེན་པོ། བར་དུ་གལ་ཆེ་བའི་ཚུལ་ནི། དེ་ལྟར་ལན་གཅིག་སེམས་དེ་ལྟ་བུ་སྐྱེས་ནས་ཞུགས་ཀྱང། སེམས་ཅན་གྲངས་མང་ཞིང་བྱེད་ངན་པ་དང་བསླབ་པར་བྱ་བ་ཡང་ཤིན་ཏུ་བྱ་དཀའ་ཞིང། མཐའ་ཡས་པ་དང་དུས་ཀྱང་དཔག་ཏུ་མེད་པ་དགོས་པར་མཐོང་བ་ན་སེམས་ཞུམ་ནས། ཐེག་པ་དམན་པར་ལྟུང་བ་ལ་སྙིང་རྗེ་ཆེན་པོ་ལན་གཅིག་སྐྱེས་པ་ཙམ་མིན་པར་ཇེ་འཕེལ་དུ་གོམས་པར་བྱས་པས་རང་གི་བདེ་སྡུག་ལ་མི་ལྟ་ཞིང་གཞན་གྱི་དོན་ལ་མི་སྐྱོ་བས་ཚོགས་ཐམས་ཅད་བདེ་བླག་ཏུ་རྫོགས་པར་བྱེད་དེ་སྒོམ་རིམ་དང་པོ་ལས། དེ་ལྟར་སྙིང་རྗེ་ཆེན་པོས་བསྐྱོད་པའི་བྱང་ཆུབ་སེམས་དཔའ་རྣམས་བདག་ཉིད་ལ་མི་ལྟ་བར་གཞན་ལ་ཤིན་ཏུ་ཕན་པ་དོན་དུ་གཉེར་བའི་ཕྱིར་ཚོགས་བསགས་པ་ཤིན་ཏུ་བྱ་དཀའ་ཞིང་ཡུན་རིང་ལ་དུལ་བར་འགྱུར་བ་ལ་འཇུག་གོ། འཕགས་པ་དད་པའི་སྟོབས་བསྐྱེད་པ་ལས་གསུངས་པ་ལྟ་བུ་སྟེ། དེ་ལ་སྙིང་རྗེ་ཆེན་པོ་ནི་སེམས་ཅན་ཐམས་ཅད་ཡོངས་སུ་སྨིན་པར་བྱ་བའི་ཕྱིར་སྡུག་བསྔལ་གྱི་སྐྱེ་བ་མི་ལེན་པ་ཅི་ཡང་མེད་དོ། དེས་བདེ་བའི་སྐྱེ་བ་མི་འདོར་བ་ཅི་ཡང་མེད་དོ་ཞེའོ། དེ་ལྟར་ཤིན་ཏུ་བྱ་དཀའ་བ་ལ་ཞུགས་ན་རིང་པོར་མི་ཐོགས་པར་ཚོགས་ཡོངས་སུ་རྫོགས་སོ། གདོན་མི་ཟ་བར་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་པར་འགྱུར་རོ། དེ་བས་ན་སངས་རྒྱས་ཀྱི་ཆོས་ཐམས་ཅད་ཀྱི་རྩ་བ་ནི་སྙིང་རྗེ་ཁོ་ན་ཡིན་ནོ་ཞེས་སོ། ད་སྙིང་རྗེ་ཆེན་པོ་མཐའ་མར་གལ་ཆེ་བའི་ཚུལ་ནི་སངས་རྒྱས་རྣམས་འབྲས་བུ་བརྙེས་པའི་ཚེ་ཡང། ཐེག་དམན་བཞིན་ཞི་བར་མི་གནས་པར་ནམ་མཁའ་ཇི་སྲིད་བར་དུ་འགྲོ་བའི་དོན་མཛད་པ་ཡང་སྙིང་རྗེ་ཆེན་པོའི་མཐུ་སྟེ། དེ་མེད་ན་ཉན་ཐོས་དང་འགྱུར་བའི་ཕྱིར་ཏེ་སྒོམ་རིམ་བར་པ་ལས་སྙིང་རྗེ་ཆེན་པོས་ཡོངས་སུ་ཟིན་པས་ན་སངས་རྒྱས་བཅོམ་ལྡན་འདས་རྣམས་རང་གི་དོན་ཕུན་སུམ་ཚོགས་པ་མཐའ་དག་བརྙེས་ཀྱང་སེམས་ཅན་གྱི་ཁམས་མཐར་ཐུག་གི་བར་དུ་བཞུགས་པར་མཛད་དོ་ཞེས་དང། བཅོམ་ལྡན་འདས་རྣམས་ཀྱི་མི་གནས་པའི་མྱ་ངན་ལས་འདས་པའི་རྒྱུ་ནི་སྙིང་རྗེ་ཆེན་པོ་དེ་ཉིད་ཡིན་ནོ་ཞེས་དང། དཔེར་ན་མེ་ཏོག་ལ། མ་རེད་དཔེར་ན་ལོ་ཏོག་ལ་ཐོག་མར་ས་བོན་དང་བར་དུ་ཆུ་དང་མཐའ་མར་སྨིན་པ་གལ་ཆེ་བ་ལྟར་སངས་རྒྱས་ཀྱི་ལོ་ཏོག་ལ་ཡང་ཐོག་མཐའ་བར་གསུམ་དུ་གལ་ཆེ་བ་སྙིང་རྗེ་ཆེན་པོ་ཡིན་པ་དཔལ་ལྡན་ཟླ་བ་གྲགས་པས་གསུངས་ཏེ། གངས་ཅན་བརྩེ་ཉིད་རྒྱལ་བའི་ལོ་ཏོག་ཕུན་ཚོགས་འདི། ས་བོན་དང་ནི་དཔལ་ལ་ཆུ་འདྲ་ཡུན་རིང་དུ། ལོངས་སྤྱོད་གནས་ལ་སྨིན་པ་ལྟ་བུར་འདོད་གྱུར་པ་འདི་ཕྱི་དག་གི་ཐོག་མ་སྙིང་རྗེས་བསྟོད་པར་གྱིས་ཞེས་སོ། དོན་གྱི་དབང་འདི་གཟིགས་ནས་ཆོས་ཡང་དག་པར་བསྡུས་པ་ལས་ཀྱང། བཅོམ་ལྡན་འདས་བྱང་ཆུབ་སེམས་དཔས་ཆོས་རབ་ཏུ་མང་པོ་ལ་བསླབ་པར་མི་བགྱིའོ། བཅོམ་ལྡན་འདས་བྱང་ཆུབ་སེམས་དཔས་ཆོས་གཅིག་རབ་ཏུ་བཟུང་ཞིང་རབ་ཏུ་རྟོགས་པར་བགྱིས་ན་སངས་རྒྱས་ཀྱི་ཆོས་ཐམས་ཅད་དེའི་ལག་མཐིལ་ལ་མཆིས་པ་ལགས་སོ། ཆོས་གཅིག་པུ་གང་ཞེ་ན་འདི་ལྟ་སྟེ་སྙིང་རྗེ་ཆེན་པོའོ། བཅོམ་ལྡན་འདས་སྙིང་རྗེ་ཆེན་པོས་ནི་སངས་རྒྱས་ཀྱི་ཆོས་ཐམས་ཅད་བྱང་ཆུབ་སེམས་དཔའ་རྣམས་ཀྱི་ལག་མཐིལ་དུ་མཆིས་པ་ལགས་སོ། བཅོམ་ལྡན་འདས་དཔེར་གྱིས་ན་འཁོར་ལོས་སྒྱུར་བའི་རྒྱལ་པོའི་འཁོར་ལོ་རིན་པོ་ཆེ་དེ་གང་དུ་མཆིས་པ་དེར་དཔུང་གི་ཚོགས་ཐམས་ཅད་མཆིའོ། བཅོམ་ལྡན་འདས་དེ་བཞིན་དུ་བྱང་ཆུབ་སེམས་དཔའི་སྙིང་རྗེ་ཆེན་པོ་གང་དུ་མཆིས་པ་དེར་སངས་རྒྱས་ཀྱི་ཆོས་ཐམས་ཅད་མཆིའོ། བཅོམ་ལྡན་འདས། དཔེར་བགྱི་ན། སྲོག་གི་དབང་པོ་མཆིས་ན་དབང་པོ་གཞན་རྣམས་ཀྱང་མཆིས་པར་འགྱུར་རོ། བཅོམ་ལྡན་འདས་དེ་བཞིན་དུ་སྙིང་རྗེ་ཆེན་པོ་མཆིས་ན་བྱང་ཆུབ་སེམས་དཔའི་ཆོས་གཞན་རྣམས་ཀྱང་འབྱུང་བར་འགྱུར་རོ་ཞེས་གསུངས་སོ། ད་ཁྱེད་རང་གི་གསུང་ལ་ཡ། ལམ་གྱི་གནས་དམ་པ། ལུང། རྒྱབ་རྟེན་ལུང་མཐའ་ཡས་པ་དང། རིགས་པས་སྒྲུབ་ཐུབ་པ། འདི་ལྟ་བུ་ལ་སྒྲུབ་ཐུབ་པས་ད་སྙིང་རྗེ་ཆེན་པོ་ལ་བློ་སྦྱོང་ཡག་གི་ཉམས་ལེན་འདི་ལྟ་བུ་ལ་ངེས་པ་རྙེད་ན་ནི་བྱང་ཆུབ་ཀྱི་སེམས་གསང་བ་སྙིང་རྗེ་དང་བཅས་པའི་ཆོས་འཁོར་ལ་དམ་པའི་མཆོག་ཏུ་ཅིའི་ཕྱིར་མི་འཛིན། དེས་ན་ཞང་སྣ་ཆུང་སྟོན་པས་ཇོ་བོ་ལ་གདམས་ངག་ཞུས་ཀྱང་འཇིག་རྟེན་བློས་ཐོང་བྱང་ཆུབ་ཀྱི་སེམས་བསྒོམ་བྱ་བ་ཅིག་ལས་མི་འོང་བྱས་པ་ལ་དགེ་བཤེས་སྟོན་པས་ཁྲེལ་ནས་དལ་ཁ་བྱོ་ཡོ་གདམས་ངག་གི་མཐིལ་ཕྱུང་བ་ལ་གསུངས་པའི་ཆོས་ཀྱི་གནད་མཁྱེན་པ་ཡིན་ནོ། ངེས་པ་རྙེད་པ་ཡང་འདི་ཁོ་ན་དཀའ་བས་ཡང་དང་ཡང་དུ་བསགས་སྦྱང་དང་སྡོང་པོ་བཀོད་པ་སོགས་ཀྱི་གསུང་རབ་དང་དགོངས་འགྲེལ་རྣམས་བསྟན་ནས་ངེས་པ་བརྟན་པོ་བཙལ་དགོས་ཏེ་དཔལ་ལྡན་མ་བཀོད་ཀྱིས་ཁྱོད་ཀྱི་ཐུགས་ནི་རིན་པོ་ཆེ་རྫོགས་པའི་ཞིང་དུ་ཟབ་པའི་འདི་དཔའ་ཁྱོད་ཁོ་ནའི་སྙིང་པོར་མཁྱེན་དེ་བཞིན་སྐྱེ་བོའི་འོས་མི་ཡིས་ཞེས་གསུངས་པ་ལྟར་རོ། དང་སྙིང་རྗེ་ཆེན་པོ་འདི་ཐོག་མཐའ་བར་གསུམ་དུ་གལ་ཆེ་བར་གསུངས་ཡང་འདི་ཆེས། དེ་ནས། རྒྱུ་འབྲས་གཞན་རྣམས། གཉིས་པ་རྒྱུ་འབྲས་གཞན་རྣམས་སྙིང་རྗེ་ཆེན་པོ་དེའི་རྒྱུ་དང། རྒྱུ་དང། རྒྱུ་དང་འབྲས་བུར་འགྱུར་ཚུལ། རྒྱུ་འབྲས་སུ་འགྱུར་ཚུལ་ལ། མ་ཤེས་ནས་བྱམས་པའི་བར་རྒྱུར་འགྱུར་ཚུལ་ནི། སྤྱིར་སྡུག་བསྔལ་དང་བྲལ་འདོད་ཙམ་ཞིག་ནི་སེམས་ཅན་དེའི་སྡུག་བསྔལ་ཡང་ཡང་བསམ་ན་སྐྱེ་མོད་ཀྱང། བློ་དེ་སྐྱེ་སླ་བ་དང་ཤུགས་དྲག་པ་དང་བརྟན་པོར་སྐྱེ་བ་ལ་ནི་སྔོན་དུ་སེམས་ཅན་དེ་ཡིད་དུ་འོང་ཞིང་གཅེས་དང་ཕངས་པའི་རྣམ་པ་ཅན་ཅིག་དགོས་ཏེ། ཨོ་ད་ག་སི་ག་མི་བྱུང་བ་ནང་བཞིན་རེད། སྤྱིར་ང་རང་ཚོས་ཅིག་གཞན་སྡུག་བསྔལ་གྱིས་མནར་ཐེབས་པ་ཅིག་ལ་ཡ་ཨེ་ནི། གང་དྲག་ད་སྡུག་བསྔལ་དེ་ལས་ཐར་ན་བསམ་པའི་བློ་ཅིག་ང་རང་ཚང་མ་ལ་ཡང་དེ་འདྲའི་བློ་སྤྱི་རང་བཞིན་པ་རང་བཞིན་གྱི་བློ་དེ་འདྲ་གཅིག་ཡོད་པ་རེད། ད་ཡིན་ནའི་ང་རང་ཚོ་ལ་ཡོད་བསྡད་པའི་སྙིང་རྗེ་དེ་མ་གཞི་སྙིང་རྗེའི་ཁོ་རིགས་རུབ་དེ་དང་ཁོའི་རྒྱུ་རུ་གཙོ་བོ་དེ་དག་རེད་དེ་གཞི་རྩ་རུ་ཁོ་དག་དེ་རེད་དེ་ཡིན་ནའི་ང་རང་ཚོའི་སྙིང་རྗེ་མང་ཆེ། ཅིག་ག་སོག་རེ་ཕུ་གའི་ཕྱོགས་རེ་བ།

ཨེ། སོ་སོའི་མ་དགའ་ས། ཞིག་སོ་སོ་དང་འབྲལ་བ་མེད་ངལ་རྩོལ་ལ་དལ་ཙམ་རང་མི་ཡོང་ངེས། དེ་བཞིན་དུ། སྡུག་བསྔལ་ཡང་བོ་ཅིག་ངོ་ཚ་ངོ་ཚ་མ་འཕྲོད་པའི་དབང་གིས། པའི་སྡུག་བསྔལ། སྡུག་བསྔལ་གྱི་སྡུག་བསྔལ་འདྲ་བུས་མནར་བ་ཡིན་ན་གང་དྲག་བསམ་པའི་བློ་སྐྱེ། རྒྱུ་བའི་སྡུག་བསྔལ་གྱིས་མནར་བསྡད་པ་ལ་གང་དྲག་བསམ་པའི་བློ་སྐྱེ་རྒྱུའི་ཚབ་ལ་ད་དུང་ཡིད་སྨོན་སྐྱེ། ཕྲག་དོག་སྐྱེ། འགྲན་སེམས་སྐྱེ། དེ་ཡོང་གི་འདུག་བ།

ཡོངས་ཀྱི་རྣམ་པ་ཅན་དུ་འཆར་ཡག་ཅིག་བྱེད་དགོས་པ་ཡིན་པ་རེད། ད་དེ་ནས་འདི་གང་སྡུག་བསྔལ་གྱི་ན་བའི་སེམས་ཅན་ཡུལ་དེ་ཡུལ་དེ་ཕྱོགས་རེ་བ་མ་ཡིན་པར་མཐའ་དག་ལ་ཁྱབ་པར་སྦྱང་བ་ལ་ཡང་སེམས་ཅན་མཐའ་དག་སྙིང་དུ་མཐོང་བ་ཅིག་སྐྱེ་ཞིང་འཕངས་པ་ཡོངས་ཀྱི་རྣམ་པ་ཅན་དུ་བཞག་ཡག། ཅེས་བསྒོམ་ཡོ་བྱད་དག་དེ་ནས་སྡུག་བསྔལ་གང་གིས་མནར་བའི་སྡུག་བསྔལ་དེ་ཡིད་དེ་ངོ་འཕྲོད་པ་ཅིག་བསྒོ་གི་ཡོད་རེད། འོ་ད་དེ་གཉིས་ཀྱི་ཐོག་ནས་ཨེ་ནི། བྱང་ཆུབ་སེམས་ཀྱི་དཔལ་གཞི་རུ་བྱེད་ངེས་ཀྱི་སྙིང་རྗེ་ཆེན་པོ་ཟེར་ཡག་དེ་ཡོང་ཡག་རེད་ཤག། ས་འདི་འདྲ་ཡིན་དུས། ད་སྐྱེས་བུ་འབྲིང་གིས་རང་སྟེང་ལ་ཡང་སྡུག་བསྔལ་གསུམ་གྱི་མནར་ཚུལ་དེ་བསམ་བློ་བཏང་ནས་མྱོང་བ་ཐོན་ལས་ངན་ཅིག་བྱུང་བ་ཡིན་ན་ད་ཇི་ཙམ་གྱི་མྱོང་བ་བྱུང་བ་དེའི་ཚོད་ཀྱིས་སེམས་ཅན་གཞན་སྡུག་བསྔལ་གྱི་སྡུག་བསྔལ་གྱིས་མནར་བ་དང་ལྟ་ཅི་སྨོས་ཏེ། རྒྱུ་བའི་སྡུག་བསྔལ་གྱིས་མནར་བ་དང་འདུ་བྱེད་ཀྱི་སྡུག་བསྔལ་གྱིས་མནར་བའི་ཚུལ་དེ་ལ་ཡང་མི་སྲིད་པའི་བློ་སྐྱེ་ཡང་ཡོད་པ་རེད། ད་འདུ་བྱེད་ཀྱི་སྡུག་བསྔལ་ཟེར་དུས་འཚོ་བ་སྡུག་བསྔལ་དག་མ་རེད་དེ་ཡིན་ནའི་ད་སྡུག་བསྔལ་གྱི་རྒྱུ་རུ་སྡུག་བསྔལ་གྱི་གཞི་རུ་སྡུག་བསྔལ་གྱི་སྡུག་བསྔལ་དང་རྒྱུ་བའི་སྡུག་བསྔལ་གཉིས་ཀའི་གཞི་རུ་དེ་དེའི་བྱ་ཡོང་བ་རེད་བ་ད། ཨན་ད་ག་ནང་བཞིན་གྱི་ཅིག་ཉོན་མོངས་པའི་ཞག་དབང་དུ་སོང་ནས་ཅིག་སྡིག་སྤྱོད་བྱེད་ངེས། ཨོ་དེ་ནི་རུ་རྫི་ཁྲལ་ཨན་ཚང་མ་ལོག་ད་ད་ལྟ་སྡུག་བསྔལ་མངོན་འགྱུར་བ་དྲག་པོས་ནོན་མེད་ན་ཡང་ད་སྡུག་བསྔལ་མངོན་འགྱུར་བ་དྲག་པོའི་རྒྱུ་བསགས་ལ་མ་ཉམས་པ་སྟོབས་དང་ལྡན་པ་ཞིག་ཡོད་ཡོད་དེ་བ། སྟོབས་དང་ལྡན་པ་ཅིག་བསགས་དང་སོགས་བཞིན་པ་ཅིག་མཐོང་ཡོང་དུས་ཨེ་ནི་སྙིང་རྗེ་བའི་ཤུགས་ཆེན་པོ་སྐྱེ་བདེ་ཨ་རོགས་དེ་འདྲ་ཡིན་པ་རེད། ད་འདི་ནས་ད་འདི་སྐྱེས་བུ་འབྲིང་གི་ཁ་ཐུག་ནས་རང་སྟེང་ལ་ཡ་རེ་དང་ཅིག་སྡུག་བསྔལ་ངོ་སྤྲོད་དེ་སི་ཁོ་ཁ་སུ་རེད་བློ་སྦྱངས་ནས་ངོ་འཕྲད་པ་ཅིག་ཡོང་དུས་སྙིང་རྗེ་ཆེན་པོ་བསྒྲུབ་ཡག་གི་ག་སོགས་ལ་བོད་སྐད་གཞི་རུ་ཕྱོགས་གཅིག་སྟེ་གྲུབ་ཚར་འདུག་ཨ། ད་དཔྱད་གཞི་སླངས་པའི་བློ་གྲུབ་ཡང་དེ་ཡིན་པ་རེད་ད་འདི་ད་ལྟ་དེ། ད་དཔྱད་གཞི་སླངས་པའི་བློ་གྲུབ་དང་དེ་ལ་ཡང་གཉིས་བྱས་ནས། མན་ངག་རྒྱུ་འབྲས་དུ་མའི་སྒོ་ནས་བློ་སྦྱང་སྟངས་གཅིག། ད་འདི་ནི་ང་རང་ཚོས་ད་སྤྱི་བཏང་འཇིག་རྟེན་ཕལ་བ་ལས་ཡང་ཨ་ནི་སོ་སོའི་ད་མངལ་སྐྱེས་ཀྱི་དབང་དུ་བྱས་པ་ཡིན་ན་སོ་སོའི་མ་དེ་ད་རང་ལ་པའི་དྲིན་ཆེ་ཞུ་བྱ་གི་ཡོད་རེད། ད་དེ་གཙོ་བོར་གྱུར་པས་ཨེ་ནས་སོ་སོ་ལ་པའི་ཚེ་འདི་ལ་པའི་སྙིང་ཉེ་བས་ད་ཉེ། དེ་དང་འདྲ་བ་གཅིག་གིས་མཐའ་ཡས་པའི་སེམས་ཅན་མཐའ་དག་འདི་ནང་བཞིན་གྱིས་ད། རང་ལ་པའི་ཉེ་བ་རང་གི་པའི། ཁ་སོ་བའི་སྙིང་ཉེ་བ་རང་ལ་པའི་ཡོངས་ཀྱི་རྣམ་པ་བཞིན་དུ་ཤ་ཚུགས་ཆེ་ཡང་འདི་གཅིག་ཡིན་པ་རེད། ད་རིགས་གཅིག་དེ་ལས་རང་གི་གཉེན་ཉེ་དུར་གྱུར་ཡོད་ནས་མེད་ནས་གང་དག་ཡིན་ནི་རང་འཚོ་བ་ཁོ་ར་རང་འཚོ་བ་སོགས་རེད་ད་གང་དག་ཅིག་གཞི་ཁོ་ལ་འཁོལ་བའི་སྐབས་ལ་ཡིན་ནས་ཇོ་བོ་སེམས་ཅན་ལ་བརྟེན་ནས་ཨེ་ནི་ཅིག་ད་ག་སོགས་རེད་ཅིག་སྲིད་པ་ཁོ་ལ་འཁོལ་བའི་གནས་སྐབས་ཀྱི་ཅིག་ཕུན་སུམ་ཚོགས་པ་ཅིག་ལེགས་པའི་ཆ་མཐའ་དག་ཇོ་བོ་སེམས་ཅན་ལ་བརྟེན་ནས་ཡོད་དགོས་ཡོད་པ། ལམ་གྱི་གནས་སྐབས་ལ་ཡིན་ནས། ལམ་གྱི་རྟོགས་པ་བཟང་པོའི་ཡོན་ཏན་འདི་ཐམས་ཅད་ལོ་ཇོ་བོ་སེམས་ཅན་ལ་བསྟོད་ནས་ཡོང་གི་ཡོད་པ། ཨ་ནི་མཐར་ཐུག། འདི་ལྟར་ད་རྣམ་ཀྱིས་རྒྱལ་བའི་གོ་འཕང་ཐོས་ཡ་འདི་ཇོ་བོ་སེམས་ཅན་ལ་བསྟོད་ནས་ད་ཡོང་གི་ཡོད་དོ་པ་ད་དེ་འདྲའི་གི་ད་གསང་བཏང་ནས། ད་ག་ནས་བཞིན་གི་སེམས་ཅན་ཁོ་རང་གི་རང་དང་སྒོ་ཀུན་ནས་མཚུངས་པ། ཨ་ནི་སྡུག་བསྔལ་མི་འདོད་པ་བདེ་བ་འདོད་པ། ཨ་ནི་སེམས་ཅན་རང་ལས་གྲངས་མང་བ། ཨ་ནི་སེམས་ཅན་གྱི་དོན་བསམ་པ་ཡིན་ན་རང་དོན་ཞར་ལ་འགྲོ་གི་ཡོད་པ། རང་དོན་འབའ་ཞིག་བསམ་བསྡད་ན་རང་དོན་ཡང་འགྲོ་གི་མེད་བསྡད་པ། འོ་དེ་འདྲ་འདུལ་བའི་ད་གཅིག་འཛིན་གཉིས་ཀྱི་སྐྱོན་ད་ཡོད་དེ་དེ་ཚོ་བསམ། དེ་འདྲའི་གི་ཐོག་ནས་ཨ་ནི་སེམས་ཅན་ཐམས་ཅད་ལོག་ལ་སྤྱད་བྱེད་འཕངས་པ་ཡིན་འོང་གི། རྣམ་པ་གཅིག་ཏུ་བཞག་ཡག་གི་བློ་གྲུབ་ཡག་བྱས་ནི་འོ་ད། བདག་གཞན་མཉམ་བཞེས་སྐོར་ནས་བློ་ཕྱོགས་སྦྱོང་ཡག་གཅིག་དང་རྒྱུན་ལས་མེད་ངང་དུས་མིན་སྐོར་ནས་བློ་སྦྱོང་ཡག་གཉིས་སོང་ཡིན་པ་རེད།